བསྟན་འོང་ཟེར་བ་འདི་གི་ཉེ་ཆར་ངའི་སྐོར་ལ་སྐད་ཆ་ཁག་ཅིག་བཤད་འདུག་མོ་ང་ཚོ་ལོ་རྒྱུས་ལ་ཞིབ་འབྲི་བྱེད་དགོས་རེད་ཟེར་ནས་སྐད་ཆ་བཤད་ཀྱི་འདུག་མོ་རང་གི་ལོ་རྒྱུས་ལ་ཞིབ་འབྲི་བྱེད་ཉན་འདུག་བས་མོ་རང་འདྲ་བོ་ཡིན་པ་ཡིན་ན་མོ་མགོ་དྲོ་གི། ཉི་མ་རྩིས་པ་དེ་འདྲ་རེད་སྐབས་དེ་དུས་མོ་མགོ་དྲོ་གི་ས་གནས་ཀྱི་ལས་དྲུང་ལ་མོ་རང་དགའ་རོགས་བསྒྲིགས་འདུག་བ།

མོ་རང་གི་ས་གནས་ཀྱི་རྩིས་པ་ལས་ཀ་དེ་ཡུ་ནི་ཀི་ཀོནཕརེན་སི་ལ་སྐྱབས་བཅོལ་བ་ཞིག་འགྲོ། མོ་རང་ལ་དེ་འདྲ་གི་གཞུང་གི་སྦྱོང་སེམས་ཞིག་ཅིག་ཡོད་པ་ཡིན་ན། ས་གནས་རྩིས་པ་ལས་ཀ་ཡུ་དགོས་ཡ་ཡོད་མ་རེད་སྤོ་སྦྱོང་ལས་ཀ་ཡུ་ནི་ཀི་ཀོནཕརེན་སི་ལ་སྐྱབས་བཅོལ་བ་རྫི་མ་ཞུ་དགོས་ཡ་ཡོད་མ་རེད་བ།

ཕུ་འདུག་ཟིན་གྱི་མིག་མང་དུ་སུ་ལ་མགོ་སྐོར་དོགས་ནས་མགོ་སྐོར་བཏང་པ་ཙམ་མ་ཟད། ཁྱེད་རང་ལ་སྐད་ཆ་ཞིག་བཤད་དེ་སྤྱི་ཏི་ཡའི་གྲོགས་མོ་ཁོ་ན་ཧ་གོ་འདུག་ད་ལྟ་ད་ལྟ་ཡོ་རོབ་ཀྱི་སྤྱི་ཏི་ཐུབ་བསྟན་རྒྱ་མཚོ་དང། ད་དུས་ཚོད་བཤད་གི་འདུག་ཕུ་མེད་པ་ཡིན་ན་ཕུ་ཡོད་རེད་ཟིན་གྱི་ཁྱེད་རང་ཚོའི་ཚང་མ་འོ་ཕེབས་དེ་ལག་འབྲེལ་རེད་འདུག་ལག་འབྲེལ་ཡིན་པ་ཙམ་ཟེར་མ་ཟད་ཁྱེད་རང་གི་སྐབས་དེ་དུས་སྐད་ཆ་ག་རེ་བཤད་ཡོད་རེད།

དགེ་བཤེས་དབང་ཆེན་ལགས་ཁྱེད་རང་ཚོ་ཚང་མ་གི་ཕྱོགས་གཅིག་ཏུ་བསྒྲིལ་ནས་གི་ཕུ་མེད་པ་ཡིན་ནའང་ཕུ་ཡུལ་ཧྲུལ་ཡོད་རེད་ཟེར་ནས་གི་སྐད་ཆ་བཤད་གི་འདུག་ཁྱེད་རང་ཚོ་ཚང་མ་ག་འདྲ་ཞིག་ནས་གི་ཆགས་ཅི་འགྲོ་གི་ཡོད། ཁྱེད་རང་ཚོ་དེ་འདྲ་བྱས་ནས་གི་མི་མང་ལ་མགོ་སྐོར་གཏོང་ནས་གི་ད་ལྟ་རྒན་འཁོགས་མང་པོ་ཞིག་གི་ཁྲི་ནས་ཡོང་ནས་གི་མགོ་བཤུ་གི་ཡོད། ཁྱེད་རང་ཚོ་དེ་འདྲ་གི་ཆབ་སྲིད་ནག་པོ་འཁྲབ་ཀི་འཁྲབ་ཀི་ལ་ཡང་ཕྱི་ནང་ཚང་མ་འདྲེས་ནས་གི་ང་ཚོ་ལ་རྡུལ་ཆགས་རེ་བྱས་ཞེས་བྱས་གི་འདུག་ཟེར་ནས་གི་སྐད་ཆ་བཤད་གི་འདུག་དེ་ཚོ་རྩ་བ་ཉིད་ནས་གི་དྲང་མོ་མ་རེད།

ཨོ། དེ་འདྲ་ཡིན་པ་སོང་སོང་ཁྱེད་རང་ལ་ཀུན་སྤྱོད་མི་འདུག། སྤྱི་མེས་གཅིག་བཟའ་ཟླ་གཅིག་ཡིན་པའི་ཆ་ནས་ཀྱི་སྤྱི་མེས་ཀྱི་བཟའ་ཟླ་ཀྱི་སོ་སོའི་ཆོལ་ཁ་ལ་དྲང་མོ་བྱེད་པ་ཀྱི་དེ་ཀུན་སྤྱོད་དེ་མི་འདུག། དེ་ནས་མི་རིགས་གཅིག་ཡིན་པའི་ཆ་ནས་ཀྱི་བོད་པ་གཅིག་ཡིན་པའི་ཆ་ནས་ཀྱི་བོད་མི་རིགས་ཀྱི་རྩ་དོན་ཁོ་རང་སྲུང་སྐྱོབ་བྱ་གི་མི་འདུག། རྒྱ་ནག་གི་ཤུགས་སུ་ལངས་ནས་ཀྱི་ལས་བྱེད་ཀྱི་འདུག། སེམས་པ་དེ་ཀུན་སྤྱོད་མི་འདུག་གང་ཡིན་ཟེར་པ་ཡིན་ན།

རྒྱལ་ནག་ལ་དགོངས་སྐལ་ཡང། བོད་འབངས་རྒྱལ་ཆེན་པ་ཚོ་ལ་ག་དུས་བཅའ་སྡད་ཀྱི་ཡོད་རེད། དེ་ཚོ་ཚང་མ་དྲང་མོ་མ་རང་བ། དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོས་མི་གཞི་མེད་པ་ཀུན་སྤྱོད་མེད་པ་བསམ་བློ་མེད་པ་བདེན་པ་རྟོགས་པ་གི་རྣམ་ཤོས་མེད་པ་དེ་འདྲ་རེད་གང་ཡིན་ཟེར་པ་ན་ཁྱེད་རང་ཚོ་ལ་སློབ་སྦྱོང་མི་འདུག་སློབ་སྦྱོང་མེད་པའི་དབང་གིས་བདེན་པ་དང་རྫུན་མ་རེ་བཤད་དེ་སྒང་ནས་ཀྱི་མི་ལ་བལྟ་གི་འདུག། གང་ཟག་སྐུ་ངོ་དེ་ཚོས་སུས་ག་རེ་བྱེད་ཀྱི་འདུག་སུས་ག་རེ་བྱེད་ཀྱི་འདུག་ད་ནི་གོ་དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོ་ལ་སློབ་སྦྱོང་མེད་པ། ཁྱེད་རང་ཚོ་ལ་ཡོད་པ་དེ་ག་རེ་རེད་ཟེར་པ་ཡིན་ན་ཁྱེད་རང་ཚོས་ཕྱོགས་རིས་བྱེད་པ། དེ་ནས་སྐུ་ངོ་ཁ་ཅིག་ཧྲོང་ཆུ་བྱེད་པ་དེ་རེད་དེ་འདྲ་ཡིན་པ་སོང་ཙང་ཁྱེད་རང་ཚོས་ངོ་ནི་གྲོ་ནས་གོ་བོད་པ་སྐུ་ངོ་དགེ་སྤྱོད་པ་དེ་ཚོས་ཧྲོང་ཆུ་བྱེད་ཡ་དང་དེ་ཚོས་ཁེ་ཕན་ཆེད་དུ་ལས་ཀ་ལས་ཀྱི་ཡོད་རེད་མ་བྱེད་བོད་མི་རིགས་རྩ་མེད་བཏང་ཡ་དང་བོད་མི་རིགས་མེད་པ་བཟོ་ཡ། བོད་མི་རིགས་ལོ་རྒྱུས་སྒང་ནས་ཀྱི་ནག་སུབ་བཏང་ཡག་གི་ལས་ཀ་དེ་ཁྱེད་རང་ཚོ་ལས་གི་འདུག་ཐ་ན་སྐུ་མདུན་གྱི་མར་ནག་ཞེས་པ་གི་དཔེ་དེ་མང་གཙོ་དེ་ཡང་ཡང་དག་པར་ལམ་ལ་འགྲོ་བཅུག་གི་ཡོག་མ་རེད་ཁྱེད་རང་ཚོས་སྐུ་ངོ་རི་སོང་བ་དེ་ཚོ་ལ་རྒྱབ་སྐྱོར་བྱེད་ནས་ཀྱི་ཁྲིམས་ཁང་ལ་བཙན་འཛིན་བྱེད་མཁན་དེ་ཚོ་ལ་རྒྱབ་སྐྱོར་བྱེད་ནས་ཀྱི་དོན་དག་ཡིན་པ་ཡིན་ནའང་ཁྱེད་རང་ཚོས་སྐྲུན་ཚོགས་ཚུགས་མ་བྱས་ནས་ཀྱི་ཕར་མ་ཚུགས་མ་བྱས་པ་བཞིན་ནས་ཀྱི་ལས་འགུལ་སྤེལ་གི་འདུག་དཔེ་དེ་སྐྲུན་ཚོགས་ཕར་མ

དེ་ཙམ་ཟེར་མ་ཟད། གྲོས་ཚོགས་ཚོགས་པ་དེ་ཚོ་ཚང་མ་འོ་དེ་གཞུང་ཤེས་སྐོར་ལ་འགྲོ་གི་ཡོད་རེད་དེ་འགྲོ་གི་ལས་ཀ་མ་ལེགས་པ་ཡིན་ན། གྲོས་ཚོགས་མ་ཚོགས་པ་ཡིན་ན། དེ་ནས་བོད་པའི་སྒྲིག་འཛུགས་ཁོ་རང་མང་གཙོ་སྲུང་སྐྱོང་བྱེད་མ་ཐུབ་པ་ཡིན་ནས་འབོར་ལུག་ཡོད་རེད། ཁྱེད་རང་ཚོ་སྐད་ཆ་བཤད་པ་ཡིན་ན་ལས་བྱེད་དེ་ཚོ་དགོས་ཡ་མི་འདུག་ཨ་འགྲོ་སོང་ཐེབས་པ་རེད། གྲོས་ཚོགས་ཚོགས་དགོས་ཡ་མི་འདུག་ཨ་འགྲོ་སོང་ཐེབས་པ་རེད། དཔོན་པོ་དེ་རིང་ཞི་རྒྱལ་ག་ལ་འགྲོ་གི་འདུག་ཨ་མང་པོ་ཞིག་གིས་འགྲོ་གི་ཡ་མི་འདུག་ཨ་འགྲོ་སོང་ཐལ་བ་རེད། ཁྱེད་ཐིག་ཐིག་ཚོས་སྐོར་བཅུ་ལ་ཕེབས་ཀྱི་འདུག་ཨ་ཁྱེད་རང་ཚོས་ལྟ་བ་ཡིན་ན་ཕེབས་དགོས་ཡས་ཡོག་མ་རེད་ཡིན་པ་ཡིན་ན་ཨོ་ཏི་མ་རུང་ཨ་འགྲོ་སོང་ཟེར་ཡ་དེ་གཏོང་དགོས་ས་ཅིག་ལ་ཡིན་གཅིག་མི་ཡིན་གཏོང་དགོས་རེད་གཏོང་ཡ་དེ་ཡང་བོད་མིའི་སྒྲིག་འཛིན་དེ་ཚགས་ཚུད་པོ་ཡོང་བའི་དང་ནི་ཡག་གི་ཆེད་དུ་ཡག་པོ་ཅིག་ཡོང་བའི་ཆེད་དུ་འགྲོ་སོང་གཏོང་གི་ཡོག་རེད་ཡིན་པ་ཡིན་ན་ཨོ་ད་ལྟ་དེ་ད་ནག་གི་སྤྱི་ཐིག་སྤྱི་འགྲུལ་དང།

ཁྲུན་ཆུང་པ་བཙན་བཟུང་པ་དང་བཙན་འཛུལ་པ། དེ་ཚོ་ལ་ངོ་རྒོལ་བྱས་ནས་བཅད་ཁྲིམས་བསྟར་ཏེ་ངོ་ནས་གྲོང་ནས་གྲོང་མོ་སྒང་ནས་ཁོ་མཐུན་ཚོགས་ཀྱི་འཁོར་ལོ་ཚུར་འགྲོ་ཡོད་རེད་ཕེབས་ཡོད་རེད། དེ་འདྲ་ཡིན་པ་སོང་ཙང། ཁོ་རང་ཚོ་ལ་ང་ཚོ་རྒྱབ་སྐྱོར་བྱ་གི་ཡོད་རེད། མང་གཙོ་སྲུང་སྐྱོབ་བྱེད་མཁན་གྱི་སྤྱི་འཐུས་སུ་དང་སུ་ཡིན་པ་ཡིན་ནའང་ང་དང་ང་འདྲ་བོ་དེ་ཚོས་ངོ་ནས་གྲོང་ནས་གྲོང་བརྡལ་ལམ་ནས་རྒྱབ་སྐྱོར་བྱ་གི་ཡོད་རེད། ང་ཚོ་འདྲ་བོ་ཡིན་པ་ཡིན་ན་ང་འདྲ་བོ་ཡིན་པ་ཡིན་ན། སྐུ་ངོ་དགོས་པ་དང། སྐུ་ངོ་ཁ་ཅིག་གིས་ཁོ་རང་ཚོས་ག་རེ་བྱེད་བྱེད་དང་ག་རེ་འདོད་འདོད་དེ་འདྲ། རྩ་བ་ཉིད་ཀྱི་ཤེད་ཅེས་ཀྱང་འདོད་པ་ཡོད་མ་རེད་གང་ཡིན་ཟེར་པ་ན་བོད་མིའི་སྒྲིག་འཛུགས་དེས་བོད་པ་ཚང་མ་ལ་བདག་པ་བྱེད་རེ་མ་བྱེད་སྐུ་ངོ་རེ་ཟུང་གི་ཁེ་ཕན་སྒྲལ་བྱེད་དུ་མ་རེད་བ། དེ་འདྲ་ཡིན་པ་སོང་ཙང་མང་གཙོ་ཡོང་ཐབས་པ་གང་ནས་གི་འགྲོ་མཁན་གི་དང་ཕན་མཁན་གཞུང་ཕྱོགས་བྱེད་མཁན་གི་སྤོབས་པ་སེང་ན་འདྲ་གི་འདུག། སྤྱི་ཏི་སུའི་ན་འདྲ་གི་འདུག་ཚང་མ་འོ་ང་འདྲ་བོ་ཡིན་པ་ན་རྒྱབ་སྐྱོར་བྱེད་ཀྱི་ཡོད། འོ་དེ་འདྲ་ཡིན་པ་སོང་ཙང་ངས་ཀྲོང་ཀྲང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད་ཁྱེད་རང་ཚོས་ནག་ཆུ་འདི་བྱས་ནས་གི་གི། གོ་ནི་ལ་རྒྱབ་སྐྱོར་བྱེད་ཀྱི་མེད་ད། ལས་ཀ་ལས་ཡ་བྱེད་དེ་འགྲོ་སོང་དེ་ཡིན་ཅི་མི་ཡིན་དོན་གོ་རོ། སྐྲག་གོ་ནི་གི་གི་དེ་འགྲོ་སོང་ས་བྱེད་གི་ཡིན་ཟེར་ནི་གི་སྤྱི་ཏི་ཡི་སྤྱི་ཕྲུག་ཅིག་གི། སྤྲུ་མཚོ་ཕ་མ་ཚོར་བྱེད་ཀྱི་མི་འདུག་དེ་འདྲ་བྱས་ནི་གི་གི་ཡ་ཡི་གེ་འདྲ་བོ་ཅིག་ཕུལ་འདུག་དེ་ཚོ་ཚང་མ་འོ་དེ།